ལོ་རྒྱུས་སུམ་ཅུ་སོ་གཅིག་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོའི་ཤར་ཕྱོགས་ནས་མཁས་པ་རྣམས་ཡོང་ནས་པུ་ཀུ་ཏི་ལ་གསོན་དངུལ་ཕུལ་བའི་ལོ་རྒྱུས་དེ་ལྟ་གི་ཡིན། ཡ་ཧུ་དཱ་པ་ཡིས་རྒྱལ་པོ་ཧེ་རོ་ཡིན་པའི་སྐབས་སུ་སྐྱབས་མགོན་ཡེ་ཤུ་བེཐ་ལ་ཧམ་ལ་འཁྲུངས་པ་རེད། སྐབས་དེ་དུས་ཤར་ཕྱོགས་ནས་མཁས་པ་འགའ་ཤས་ཡོང་ནས་ཡེ་རུ་ཤ་ལམ་ལ་ཕེབས་པ་རེད། མཁས་པ་རྣམས་ཀྱིས་སྐད་ཆ་དྲིས་པ། ཡ་ཧུ་དཱ་པ་ཡིས་རྒྱལ་པོ་ཡིན་པས་སྤུ་གུ་དེ་ག་བ་ལ་སྐྱེས་འདུག། ང་ཚོའི་ཀུན་གྱིས་སྐར་མ་དེ་ནང་སྐེ་ལ་ཤར་བཞིན་ཡོད་པ་མཐོང་གི་འདུག་དེ་ནི་ང་ཚོ་ཀུན་ལ་བལྟས་པ་ཕེབས་དུ་ཡོང་བ་ཡིན། གནས་ཚུལ་དེས་རྒྱལ་པོ་ཧེ་རོ་ཡི་གོ་བ་དང་ཁོང་སེམས་པ་ཧ་ཅང་འཁྲུགས་པ་མ་ཟད་ཡེ་རུ་ཤ་ལེམ་ནང་དུ་ཡོད་པའི་ཐམས་ཅད་ཀྱི་སེམས་པ་ཡང་འཁྲུགས་པ་རེད། དེ་ནས་ཧེ་རོབ་ཀྱིས་ཨིསི་རཱཨེལ་གྱིས་བླ་མ་དང་ཁྱོད་པའི་ཐམས་ཅད་སྐད་བཏང་ནས་མཱ་ཤི་ཀ་དེས་ག་བ་ལ་འཁྲུངས་འདུག་ཞེས་སྐད་ཆ་དྲིས་པ་རེད། དེ་དག་གི་ལན་དུ་ཡ་ཧུ་དཱ་པ་ཡུལ་གྱི་བེ་ཐི་ལ་ཧམ་གྲོང་ཁྱེར་ལ་འཁྲུངས་འདུག་དེ་ནས་ལུས་བསྟན་པ་རྣམས་ཀྱིས་དྲིས་པ་རེད། ལུས་རྟེན་པ་རྣམས་ཀྱིས་དེ་ལྟར་བྲིས་ཡོད། ཡ་ཧུ་དཱ་བར་གྱི་ཡུལ། བེད་ལེ་ཧེམ་གྲོང་གསེབ། ཅེས་ནི། ས་ཆ་ཆུང་ཤོས་ཤིག་མ་རེད། ཁྱེད་ཀྱི་ས་ཆ་ནང་དུ། མི་སྐད་ཆེན་པོ་ཞིག་འཁྲུངས་ཀྱི་རེད། ཁོང་གིས་ལུང་པ་ཐམས་ཅད་དབང་བསྒྱུར་བྱས་པ་དང་ཨིསི་རཱ་ལིའི་ཀྱི་མི་རྣམས་ལ་ལུས་རྫི་ལྟ་བུ་ལྟ་རྟོག་བྱེད་ཀྱི་རེད་ཞེས་བྲིས་ཡོད། དེ་ནས་རྒྱལ་པོ་ཧེ་རོ་དཱིས་སྐར་མ་དེའི་སྐལ་ལྡན་ཤར་ཡོད་པ་ཏག་ཏག་ཧ་གོ་བའི་ཆེད་དུ་མཁས་པ་རྣམས་གསང་བའི་སྒོ་ནས་སྐད་བཏང་བ་རེད། དེ་ནས་ཁོང་གིས་དེ་དག་བཱ་ཏི་ལ་ཧང་ལ་མངགས་ནས་གསུངས་པ། ཁྱོད་ཚོ་བཱ་ཏི་ལ་ཧང་ལ་འགྲོ་ནས་སྤུ་གུ་དེའི་ཀ་བ་ལ་ཅི་གི་ཡོད་པ་ཡག་པོ་ཞིག་འཚལ་ཤོག། དེ་ནས་སྤུ་གུ་དེ་རྙེད་པ་དང་ང་ལ་ལན་གནང་དང་ང་ཡང་བཱ་ཏི་ལ་ཧང་ལ་ཡོང་ནས་ཁོང་ལ་དད་པ་འཕེལ་གི་ཡིན་ཞེས་གསུངས་པ་རེད། དེའི་རྗེས་སུ་མཁས་པ་རྣམས་རྒྱ་བལ་ཡུལ་སྟེང་དུ་ཐེངས་འགྲོ་བ་དང་ནམ་མཁའི་སྐར་མ་ཡིས་ཁོ་ཚོ་ལ་ལམ་སྟོན་གནང་བ་རེད། དེ་ནས་ཁོ་ཚོ་ནམ་མཁའི་སྐར་མ་ཡི་ལམ་སྟོན་བརྒྱུད་ནས་འགྲོ་ནས་སྤོ་གི་དེ་ག་བ་ལ་ཅི་ཡོད་པ་དེའི་སྟེང་དུ་སྐར་མ་དེ་བསྡད་ཡོད་པ་ཁོ་ཚོ་ཡི་མཐོང་ནས་དགའ་སྤྲོ་ཆེན་པོ་བྱུང་བ་རེད། མཁས་པ་རྣམས་དཀོན་པ་ནང་དུ་འཛུལ་བ་དང་སྤུ་གུ་དེ་རང་གི་ཨ་མ་རྣམས་དུ་ཡོད་པ་མཐོང་བ་རེད། དེ་ནས་ཁོ་ཚོ་ཡིས་སྤུ་གུ་དེ་ལ་ཕྱག་འཚལ་ནས་བལྟས་པ་ཕེབས་པ་དང་རིན་ཆེན་ཡི་དགའ་ཁ་ཕྱེས་ནས་སྲས་དང་སྤེལ་ཀ་སྒོ་དགུ་བཅས་འཇིག་རྟེན་དུ་ཕེབས་པ་རེད། དཀོན་མཆོག་གིས་མཁས་པ་རྣམས་ཧེ་རོ་ཙཱ་ཕ་ལོག་ཏུ་མ་འགྲོ་བའི་ཆེད་དུ་རྨི་ལམ་ནང་དུ་གསུང་བརྡ་སྤྲད་བ་དང་དེ་ནས་ཁོ་ཚོ་ལང་ཀ་བཞེངས་བྱས་ནས་སོ་སོའི་ཕ་ཡུལ་ལ་ལོག་འགྲོ་བ་རེད།